ལུས་རྗེས་བཅུ་གསུམ་པ་ཡི་ལེའུ་གཉིས་པ། ལྷན་སྐྱེས་རྣམ་པ་དེ་རིང་ང་ཚོ་དགེ་ལྡན་གྱིས་ཡ་ཧུ་བྷ་ལ་ཞལ་ལག་མཆོད་པ་ཕུལ་བའི་སྐོར་ལྟ་གི་ཡིན། དཀོན་མཆོག་གིས་བྷུ་ན་ཡིས་དགེ་ལྡན་ཉེར་ལམ་གསུངས་པ། ཁྱེད་ཀྱི་ལག་པ་བརྒྱད་ནི་མི་ལྡན་གཡར་པ་རྣམས་འཕངས་ནས་གཏོང་གི་རེད་ཞེས་གསུངས་པ་དང། དགེ་ལྡན་དབྱངས་ཀྱིས་དེའི་སུ་ཡིན་པ་ཧ་མ་གོ་བར་སྐད་ཆ་དྲིས་པར། གལ་སྲིད་ཁྱེད་རང་ཡ་ཧུ་བྷ་དཀོན་མཆོག་ཡིན་ན་ང་ལ་གཏམ་ཚིག་ཞིག་བསྟན་དགོས། ཀུ་ཆེ་དེ་ནི་བག་མ་འགྲོ་ཡི་རོ་བྱེད། ངས་ཁྱེད་ལ་འབུལ་བ་ཞིག་ཁྱེར་ཡོང་གི་ཡིན་ཞེས་ཤོད་པ་དང་ཡ་ཧོ་ཝཱ་ཡིས་གསུངས་པ། འགྲིག་གི་རེད། ང་དེ་ལ་ཆེས་སྒུག་ནས་བསྡད་ཀྱི་ཡིན། དེ་ནས་དགེ་ལྡན་གཡེང་རང་གི་ནང་དུ་ཕྱིན་པ་དང་ར་ཕྲུག་གཅིག་གི་ཤ་བཙོས་ནས་ལྕེ་རྩེ་མེད་པའི་བག་ལེ་ཞིག་བཟོས་པ་དང། དེ་ནས་ཤ་དང་བག་ལེ། ཧྲ་ཧུ་ཀྱི་ཕྱི་ནས་ཡ་ཧོ་ཝཱ་དཀོན་མཆོག་གི་བྷོ་ན་ལོང་ས་ཤེ་དོ་འོག་ཏུ་ཡང་ནས་དེ་དག་ཁོང་ལ་འཕེལ་བ་རེད། བྷོ་ན་ཡིས་དགེ་སྡིག་གཉིས་ལ་གསུངས་པ། ཧྲ་དང་བྷ་ལའི་ཕྱི་ནས་རྡོ་ཆེན་པོ་དེའི་སྟེང་དུ་བཞག་དེ་ནི་ཧྲ་ཧུ་དེའི་སྟེང་དུ་བླུགས་ཞེས་བཀའ་གནང་བ་དང་དགེ་སྡིག་གཉིས་ཀྱིས་དེ་དག་བསྒྲུབས་པ་རེད། ཕུ་ནག་གིས་རང་གི་རྗེས་དཔག་རྩེད་མོ་དེ་ཤ་ལ་རེག་པ་དང་སྡུག་ནས་མི་ཐེངས་དེ་ཤ་དང་བག་ལེ་གཉིས་ཀ་མིས་འཚོལ་བ་དང་གློ་བུར་དུ་ཕུ་ནག་མཐོང་རྒྱུ་མེད་པར་འབྱོར་བ་རེད། རྟགས་མཚན་དེ་དགེ་ལྡན་ཡན་གྱིས་མཐོང་བ་དང་ཁོང་ཞེ་ནོར་སྐྱེས་ནས་སྐད་ཤུགས་ཆེན་པོས་ངས་ཡ་ཧོ་ཝཱ་ཀྱི་ཞལ་རས་མཇལ་བྱུང་ཞེས་ཤོད་བ་རེད། འོན་ཀྱང་ཡ་ཧོ་ཝཱ་དཀོན་མཆོག་གིས་ཁོང་ལ་གསུངས་པ། ཞེ་ནོར་མ་བརྗེད་ཆེད་ཤོར་འགྲོ་གི་མ་རེད་ཁྱེད་ལ་ཞལ་བདེ་ཡོང་བ་ཤོག། དེ་ནི་སྐལ་ལྡན་ཡིན་གྱིས་ས་ཆ་དེ་ལ་ཡ་ཧུ་བྷ་ཆེད་དུ་མཆོད་ཁྲི་ཞིག་བཞེངས་པ་དང་མཆོད་ཁྲི་དེའི་མིང་ལ་ཡ་ཧུ་བྷ་ནི་ཞི་བདེ་ཡིན་ཞེས་མིང་བཏགས་པ་རེད།